སེམས་ཅན་ཚང་མ་གི་དོན་དག་ལ་ཡིད་ཆེས་བྱེད་བློ་ཁོག་བྱེད་གནང་ནས་ཉམས་ལེན་གནང་དགོས་ཀྱི་མ་གཏོགས་ང་གཅིག་པོ་དོན་དག་ངའི་ནང་མི་གཅིག་པོ་དོན་དག་གསུངས་ནས་ཆོས་ཉམས་ལེན་གནང་དམིགས་བསལ་གསང་སྔགས་ཉམས་ལེན་གནང་ན་གནང་ཡས་ཁོ་ར་ཡོད་མ་རེད་ཟབ་ཁ་ཆེན་པོ་དང་གསང་སྔགས་གཉིས་ཀ་ལ་ཉམས་ལེན་གནང་ཡས་ཁོ་ར་ཞིག་ཡོད་མ་རེད་དེ་ཡིན་ཙང་འདི་ག་ད་ཐུགས་ལ་ཞགས་པོ་གནང་རོགས་གནང་ཞུ་ཡ་ཡིན། ག་ཚིག་ང་ཚོའི་ཁ་མཐོང་བ་ཡིན་ན་ད་ག་ཉོན་མོངས་པ་གི་རྒྱུན་ནས་མཐོང་གི་ཡོད་རེད་བ། ཉོན་མོངས་པ་གི་རྒྱུན་དཔེར་ན་མིག་ཤེལ་དམར་པོ་ཅིག་གྱོན་པ་ཡིན་ན། ལྕགས་ལ་ག་རེ་བལྟས་པ་ཡིན་ན་ཡང་ཚང་མ་དམར་ཤུབ་ཅིག་དུ་བྱ་བ་ཅིག་མཐོང་གི་རེད། འོ་དེ་ག་ནང་བཞིན་མིག་ཤེལ་ལྗང་གུ་ཅིག་གྱོན་པ་ཡིན་ན་ག་རེ་མཐོང་བ་ཡིན་ན་ཡང་ལྗང་ཞབས་ཆང་ཅིག་མཐོང་གི་རེད། འོ་ད་དེ་ཡིན་པའི་རྒྱུ་མཚན་གྱིས། གཙང་མ་དང་ཁོ་རང་གི་གང་ཡིན་པ་དེ་མཐོང་གི་ཡོད་མ་རེད་ང་རང་ཚོའི་གང་མཐོང་ཉིན་བྲོ་བ་དང་ང་རང་ཚོ་གི་སེམས་ནས་གང་ཤོར་བ་དེ་བ་དེ་མཐོང་གི་ཡོད་རེད་མ་གཏོགས་ཁོ་ནེ་རོ་དངོས་གནས་དེ་མཐོང་གི་ཡོད་མ་རེད། ད་དེའི་རྐྱེན་གྱིས་ང་ཚོ་ད་ལྟ་ཅིག་གི་གང་ཞུ་གི་རེད་ད་ཉི་མ་ཉི་མ་ཉི་མ་གི་འཇིག་རྟེན་གྱི་ཅིག་སྡུག་བསྔལ་ཞོད་ཞོར་རོ། འོ་འདི་ཚོ་ཚང་མ་རང་བཞིན་གྱིས་མེད་པ་ཆགས་རོ་ག་ཡིན་ཟེར་ན་ཁོ་པ་གཙང་མ་བྱ་འགྲོ་གི་ཡོད་རེད་བ། འོ་ད་དེའི་རྒྱུ་མཚན་གྱིས་གནས་ལུགས་མཐོང་ཟེར་བས་དེ་གནད་འགག་འདི་རུ་ཐུག་འདུག་གི་ཡོད་རེད། གནས་ལུགས་མཐོང་ཐུབ་པ་ཡིན་ན་དེ་ནི་ང་ཚོ་ཉི་མ་དཔེ་ཐོག་ར་གཅིག་གི་དགའ་བོ་གཉེན་པོ་དག་གཅིག་སེམས་ཀྱི་ཡར་མར་འགྲོ་བསྡད་ཅིག་ལ་འཛམ་བཟང་དགའ་བོ་འཛམ་དེ་འདྲའི་གང་དགོས་ཞིག་མི་ཡོང་བས་མི་སྲིད་ཀྱི་སེམས་པ་ལྷོད་ལྷོད་སེམས་པ་ལྷིང་འཇགས་པོ་ཆགས་ཡོད་རེད་ད། ད་ལྟ་ང་ཚོ་དེ་དོན་དག་དེ་ཚོ་ཧ་ལྟར་གོ་གི་ཡོད་རེད་དེ་ནི་ང་ཚོ་གི་སེམས་ཀྱི་ཡིད་ཆེས་བྱེད་ཐུབ་ཀྱི་ཡོད་མ་རེད། རེད་བ། སེམས་ཀྱི་ཤེས་པ་དང་དེ་ལ་ཡིད་ཆེས་བྱེད་པ་ནི་ང་ཚོ་མྱི་དཔེ་ཐོག་ར་གནས་སྟོང་ཁ་ཁ་ཆགས་འགྲོ་གི་ཡོད་རེད་ད། གང་ཡིན་ཟེར་ན་གནད་འགག་མང་པོ་ཅིག་ད་ང་ཚོ་ཧ་གོ་གི་དཔེར་ན་ང་ཚོ་ད་འདོད་ཆགས་སྡུག་ཆགས་རེད་ཞེ་སྡང་སྡུག་ཆགས་རེད་ང་རྒྱལ་སྡུག་ཆགས་རེད་དེ་ཚོ་ཚང་མ་སྡུག་ཆགས་རེད་བྱེད་འདོད་དྲན་གི་འདུག་ཡིན་ན་ཡང་ང་ཚོ་སེམས་འཚོ་བ་དེ་འགྲོ་བསྡད་ཀྱི་འདུག་བ།

དཔེར་ན་ཉི་མ་གཅིག་མར་ཉི་མ་གཉིས་མར་ཉི་མ་གསུམ་སྤེལ་ཀར་མི། ལོ་ནས་ལོ། མི་ཚེ་ནས་མི་ཚེ་ཀར་ང་ཚོ་མི་ཚེ་གཅིག་གཉིས་བརྩེགས་ང་ཚོ་མི་ཚེ་མང་པོ་བརྩེགས་ཀྱི་རེད་བ་ང་ཚོ་སྐྱེ་བ་ཁ་ཅིག་ཁས་ལེན་གྱི་རེད་བ་དེ་ཡིན་ཙང་མི་ཚེ་ནས་མི་ཚེ་ད་དེ་འདྲས་དེ་རྒྱུ་ཆེན་པོ་བྱེད་ན་ཡག་པོ་རེད་རྒྱུ་ཆུང་ཆུང་བྱེད་ན་སྡུག་ཅག་རེད་ཁང་པ་ཆེན་པོ་ཡོད་ན་ཡག་པོ་རེད་ཁང་པ་ཆུང་ཆུང་བྱེད་ན་སྐྱོ་བ་རེད་གཅིག་གཅིག་མར་ད་དེ་འཇིག་རྟེན་གྱི་འགྲོ་སྟངས་སྦྱོར་བ་ད་དེ་སེམས་ལ་ཡག་པས་མི་གཅིག་གི་ལ་མི་གཉིས་ལ་ད་སྤྱི་ཚོགས་མི་མང་པོ་གཅིག་གི་སྤྱི་ཚོགས་ད་མི་མང་པོ་ཆགས་ན་དེ་སྤྱི་ཚོགས་ཆགས་ཀྱི་རེད་ད་སྤྱི་ཚོགས་ཚང་མ་གི་དེ་འདྲས་ལབ་རྒྱུ་ཡོང་དེ་ག་ལ་ཨ་འདི་གི་ཡིད་ཆེས་བྱེད་ཀྱི་རེད་བ།

ངས་ཡང་ལས་ཀ་བྱེད་ཀྱི་ཡོད་མ་རེད་ཞུ་གི་ཡོད་མ་རེད་དང་ལས་ཀ་བྱེད་ཀྱི་ཡོད་ལས་ཀ་གཡུག་ཁང་པ་མི་ཚང་གཡུག་ཁང་པ་གཡུག་མོ་ར་གཡུག་ཟས་གཡུག་ཟེར་གྱི་ཡོད་མ་རེད་ད་དོན་དག་དེ་ཧ་གོ་དགོས་ཡོད་རེད། ངས་འདི་དོན་དག་དེ་ཧ་གོ་བ་ཡིན་ན་ག་འདྲ་ཡིན་ནས་འདི་སེམས་ཀྱི་ངག་བརྗོད་རོགས་ཨ། འདི་མེད་པ་ཡིན་ན་རྐྱེན་ཡོད་མ་རེད་གང་ཟེར་ཏེ་ད་ལྕགས་ལ་ག་རེ་མཐོང་བ་ཡིན་ན་ཡང་གཅིག་ང་ལྕགས་དང་ཞེ་སྡང་དང་ལྕགས་ར་མཐོང་ནས་རེད་མི་མཐོང་ནས་རེད་ང་ལྕགས་དང་དེ་བཞིན་དེ་ཚོ་ལས་ཀྱི་མ་རེད་བ། དེ་ཚོ་མ་ལས་པ་ཡིན་ན་ཨ་ནི་ཉོན་མོངས་པ་ཆགས་ཀྱི་ཡོད་མ་རེད་བ། ད་འདི་ཁྱད་པར་འདིར་འདུག་གི་རེད་ད་སེམས་ཀྱི་ཚུལ་དེ། ཐུག་ཚ་དེ་ག་བར་ཐུག་གེར་སོ་སོ་སེམས་ཀྱི་ཐུག་གེར་སེམས་ཀྱི་སེམས་ལ་དཀའ་ངལ་ག་འདྲ་བྱུང་ཡོད་རེད་ཟེར་ན། འདོད་ཆགས་ཞེ་སྡང་གཏི་མུག་སོགས་དེ་དེ་ལ་གང་འདོད་ནམ་རྒྱུན་སུ་ཞུ་བ་དེ་ལ་ཐུག་གསུམ་ཟེར་བ་དེར་ཐུག་གསུམ་ཟེར། ད་འདི་གི་རྐྱེན་བྱས་ནས་ད་ང་རང་ཚོའི་ནང་ལོགས་མི་ཚེའི་ནང་ལོགས་ལ་ད་ང་ཚོས་ཀྱི་ཧ་གོ་ཡས་ཀྱི་བར་ང་ཚོས་ཀྱི་ཤེས་ཡས་ཀྱི་སྡུག་བསྔལ་ལ་བས་བྱེད་དོ་དེ་ཚོ་ཚང་མ་གང་བྱུང་ཚ་དེ་འདོད་ཆགས་ཞེ་སྡང་གཏི་མུག་གསུམ་གྱི་རྐྱེན་གྱིས་བྱུང་གི་ཡོད་རེད། ད་འདོད་ཆགས་ཞེ་སྡང་གཏི་མུག་གསུམ་དེ་ཡང་དེ་བྱུང་ཚ་དེ་ད་དེ་གི་ག་ཡང་ཁོ་ལ་བྱུང་ཚ་ཅིག་གོ་གི་ཡོད་རེད་དེ་བྱུང་ཚ་དེ་ག་ནས་རེད། བརྟག་དཔྱད་བཏང་བ་ཡིན་ན། དེ་ནི་རེ་བ་དང་དོགས་པ།

གཞན་དག་གཞུང་གི་རོ། སོ་སོ་ལོ། སོ་སོ། ང་དང་ངའི་སྤུན་རྒྱག་དང་ངའི་སྐྱེ་དམན་དང་ངའི་སྤུ་གུ་དང་ངའི། ཅིག་ཆོས་ལུགས་དང་ངའི་མི་རིགས་དང་ང་དང་ང་ང་ལབ་ཚར་བའི་རྗེས་ལ་ང། ངའི་ཕྱོགས་དང་ཕ་གི་ཕྱོགས་ལ་གཉིས་ཆགས་འགྲོ་གི་དོ། ངའི་ཕྱོགས་དང་ཕ་གི་ཕྱོགས་གཉིས་ཆགས་ཚར་བའི་རྗེས་ལ་དེ་ནི། ཅིག་སོ་སོའི་ཕྱོགས་ལ་དགའ་བ་དང་ཕ་ཕྱོགས་ཕྱོགས་ལ། ཁ་ཤི་རུ་མ་དགའ་བར་འགྲོ་བ་དང་དེ་འདྲའི་ཚོགས། ཅིག་ཁ་ཤི་རུ་བསམ་བློ། ཚ་རུ་ཚ་རུ་མང་པོ་ཅིག་གླ་ཡོང་བ་ཚང་མ་དང་དེ་ནི་ང། ཁ་སང་ང། གཡས་ཡོད་ན་གཡོན་ཡོད་དགོས་རོ། གཡས་ཟས་དེ་ཡོད་པའི་རྒྱུ་མཚན་དེ་ག་རེད་ཟེར་ན་གཡོན་ཡོད་པའི་རྒྱུ་མཚན་གྱིས་རོ། ཆེན་པོ་ཟས་ངན་དེ་ཡོད་པའི་རྒྱུ་མཚན་ག་རེ་རེད་ཟེར་ན་ཆུང་ཆུང་ཡོད་པའི་རྒྱུ་མཚན་རོ་ཆུང་ཆུང་དང་ག་དགུ་ཅུ་མི་ཡོད་མི་གཅིག་མ་གཏོགས་མི་ཟ་ཅིག་ལ་མི་དེ་རྒྱག་པར་ཚེ་སྡུག་ས་ཅན་མེད་ན། ར། དཔེར་ན་ཟླ་བ་གྲོང་ཁྱེར་ལ་མི་གཅིག་མོ་དང་མེད་པ་ཡིན་ན་ར། མི་གཅིག་མོ་དང་མེད་པ་ཡིན་ན། དེ་མི་དེ། ཀྱི་རྒྱུ་ཆེན་པོ་རེད་ཆུང་ཆུང་རེད་རྫིག་པོ་རེད་ཆུང་མ་ག་ལ་ཡ་བ་ཁ་ཁོ་ཁོ་རང་གཅིག་པོ་རོགས་ཕ་གི་ལ། ད་མི་གཉིས་ཡོད་ན་ཨ་ཁོ་མི་འདི་སྐམ་པ་དེ་རེད་རྒྱ་ག་དེ་རེད་ཆེ་ག་དེ་རེད་རྫིག་ག་དེ་རེད་སྦོམ་པ་རེད་ད་འདི་ནང་ཚང་ཚད་བཙུགས་ཟེར་ཏོ། ང་ཚོས་ཀྱི་དེ་ཐུགས་བསམ་བཞེས་ན་ག་ཟེར་ན་ང་ཚོས་ཀྱི་ད་ལྟ་མི་ཚེ་ནང་ལ་སྐད་ཆ་ག་རེ་བཤད་པ་ཡིན་ན་ཡང། ང་ཚོ་ལ་བསླབ་སྐྱོར་བ། ང་རང་ཚོ་རང་གི་ཡག་བསམ་བློ་ཁེ་ནས་ག་ལ་བསླབ་བྱ་ང་རང་ཚོ་གང་བཤད་རྒྱུ་ཚང་མ་ང་རང་ཚོ་གི་སེམས་ལ་ཡོད་ལ་མི་གཅིག་བསླབ་སྐྱོར་བ་དང་པོ་ང་ཚོ་ཆུང་ཆུང་ག་ནས་དཔེར་ན་ཚུལ་ཤུལ་ཡིན་ན་ཡང། ད་ལྟ་འདི་མེ་ཏོག་དེ་སེར་པོ་དེ་ཡིན་པས་ང་ངའི་ཧ་གོ་གི་རེད་ཁྱེད་རྣམ་པ་ཧ་གོ་ག་ཡིན་ཟེར་ན་ང་ཚོ་ཆུང་ཆུང་ག་ནས་འདི།

སོ་སོ་རང་རང་བཞིན་མཐོང་དགོས་དེ་ཡིན་པས་རྐྱེན་གྱི་རང་བཞིན་གྱི་གནད་དོན་གནས་ལུགས་དེ་མ་མཐོང་བ་ཆད་སོ་སོ་རླབས་རྒྱུགས་ཀྱིས་མཐོང་དགོས་པ་རེད། དེ་རླབས་རྒྱུགས་དེ་མཐོང་དུས་ག་ལ་དེ་ནས་ད་དེ་གང་ལ་ཅིག་བྱ་རུ་ཆོད་རེད་ཀྱི་སེམས་ང་རྒྱ་ལ་དེ་ཚང་མ་བསླེས་ཡོད་དེ་ཡིན་ཙང་ཁ་ད་གཙང་མ་ཅིག་མཐོང་དགོས་པ་རེད་དེ་ཁ་ད་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་སོ་གསུངས་འདྲ་ཡི་བཀའ་ཆོས་མང་པོ་ཅིག་ཡོད་རེད་དེ་ནས་བཀའ་ཆོས་ཐུག་ས་དེ་ག་སར་དཔེར་ན་ད་ལྟ་ཁྱེད་རྣམ་པ་ཅིག་རང་གི་མ་བཀའ་ཆོས་གསན་ཡོད་རེད་དེ་ད་བདེན་པ་བཟུང་གི་འདུག་ཨ། བདེན་པ་བཟུང་ཡ་དེ་ནམ་རྒྱུན་ང་རང་ཚོའི་གི་འཇིག་རྟེན་ནང་ལ་ཡོད་རྒྱུ་གི་བདེན་པ་དྲང་པོ་བཟུང་ཡ་དེ་བཟུང་གི་ཡོད་མ་རེད་ད་དེ་འཇིག་རྟེན་གྱི་བདེན་པ་རེད་འཇིག་རྟེན་གྱི་བདེན་པ་དེ། ལྟོས་ས་དུས་ཆོས་ལ་རོལ་བ། ངའི་བདེན་པའོ་ཁྱོད་ཀྱི་བདེན་པ། དེ་ལ་ཕྱོགས་གཉིས་ལ། སྐད་ཆ་སྐད་ཆ་ཕྱོགས་གཅིག་བཤད་དུས་ག་ལ་གི་ཁམས་ཆོས་ཡིན་ན་རེ་ག་ལས་ན་ཕྱོགས་གཉིས་ཡོད་ན་གཉིས་ཀ་གི་ང་བདེན་པ་ཞེས་ལབ་ཀྱི་རོགས། གལ་ཏེ་བདེན་པ་སུར་བརྩིགས་པ་བདེན་པ་ཟེར་མཁན་བདེན་པ་ས་ཆ་གནས་སྟངས་གཅིག་ལ་བདེན་པ་གསུམ་ཞིག་ཡོང་ཐུག་སྲིད་ཀྱི་མ་རོ། དེ་ཡིན་ཙང་བདེན་པ་ཟེར་མཁན་དེ་དག་སོ་སོ་གི་སེམས་ཀྱི་ད་ཁོང་ཡང་འདོད་ཆགས་ཞེ་སྡང་གཏི་མུག་དང་བདེན་གཟུགས་ཀྱི་བྱས་ཟེར་བདེན་པ་ཟེར་མཁན་དེ་མ་འདྲ་མ་རེ་མི་ལ་དཔའ་བའི་བདེན་པ་མ་འདྲ་ཞིག་མཐོང་གི་རོ་རོ། འོ་ད་དེ་ཡིན་ཙང་གཙང་མ་མེད་པ་ཡིན་ཡིན་ན་ད་ང་ད་བཀའ་ཆོས་ནང་ལ་སྲུང་སྐྱོབ་ཀྱི་ས་བཅུ་གནོད་མེད་ཀྱི་སྲུང་སྐྱོབ་ཀྱི་ཆོས་གནས་ལུགས་སྲུང་ཡ་དེ་བདེན་པ་སྲུང་ཡ་དེ་ད་དོན་དངོས་སུ་རང་གང་ཡིན་པ་དེ་རང་གསུང་གི་ཡོད་རེད། ད་དེ་ས་ཆུ་ལ་དེ་བཀའ་ཆོས་ཚང་མ་དེ་ལ་ཐུག་དེ་ལ་གང་ལྟར། བཀའ་ཆོས་ཐུག་ཚར་འདྲ་བོ་དེ་ད་ཚང་མ་རྒྱུ་མཚན་དེ་ལ་ཡང་དེ་འགྲེལ་བཤད་བསྐྱོན་ནས་དེ་ལས་ད་མ་འདྲ་འགྲེལ་བཤད་མ་འདྲ་མ་འདྲ་བསྐྱོན་ནས། དེ་ད་ད་ང་ཚོ་གི་བསམ་བློ་བཏང་དུས་ཀར་བསམ་བློ་ཚང་མ་ང་ཚོ་ལབ་སྐྱོ་རེད། འདི་རེད་འདི་འདྲས་ཆགས་ན་ཡག་པོ་རེད་འདི་འདྲས་ཆགས་ན་སྡུག་ཅག་ཚང་མ་ང་ཚོ་ལབ་སྐྱོ་ཡིན་དུས་ཀར་ང་རང་ཚོ་རང་གི་བསམ་བློ་དངོས་སུ་བེད་སྤྱོད་བཏང་ནས་བསམ་བློ་བཏང་ཐུབ་ཀྱི་ཡོད་མ་རེད། ཚང་མ་ང་ཚོ་ལབ་སྐྱོ་རེད་ད་ང་རང་ཚོ་གང་ཟག་དངོས་སུ་བསམ་བློ་ཡག་པོ་བཏང་ཐུབ་ན། ང་ཚོ་ལ་ཡིན་ན་ཡང་ད་འདི་འདྲས་བཏང་ཐུབ་པ་ཡིན་ན་དེ་དངོས་སུ་གནས་ལུགས་དངོས་གནས་དེ་མཐོང་ཐུབ་པ་ཡིན་ན་དེ་མདོང་ང་ཚང་མ་རང་བཞིན་གྱི།

ད་ལྟ་ང་ཚོ་ཁྱེད་རང་དང་ང་ཚོའི་དཀའ་ངལ་གྱི་སེམས་ཀྱི་ནང་མིའི་དཀའ་ངལ་ཡིན་ན་རེད་ལས་ཀ་དཀའ་ངལ་ཡིན་ན་རེད་ཅིག་ག་རེ་མོ་དཀའ་ངལ་ཡོད་པ་དེ་ཚང་མ་དངོས་གནས་ཆ་ན་དཀའ་ངལ་དེ་སོ་སོ་གི་ཟོལ་སྐྱོ་རེད་རེད་སོ་སོ་གི་སེམས་ཀྱི་བ་ཟོལ་སྐྱོ་རེད་མ་གཏོགས་ཞིག་གིས་ཁ་ཤོ་རེད་འདི་འདི་མེད་ན་མ་འགྲིག་གི་མ་རེད་ད་འདི་ང་ཚོ་གི་དང་པོ་བསམ་བློ་གནང་ད་དེ་འདྲའི་ཆ་ཤས་ཀྱིས་འགྲིག་ད་ཆ་ཤས་དེ་འགྲིག་མ་འགྲིག་ཀ་ད་འདི་ལ་དཀའ་ངལ་ཞུ་དཀའ་ལས་ཞུ་རྒྱབ་འདི་པའི་སྐོར་རྒྱབ་འདི་པའི་དཀའ་ལས་ཞུ་རྒྱབ་དེ་འདི་ཆ་ཤས་དེ་དང་པོ་འགྲིག་ངེས་དེ་ང་རང་ཚོར་རེད་ང་ལ་ཆ་ཤས་འདི་འདི་བྱེད་ང་འདི་འདི་ཀླད་དགོས་ཀྱི་འདུག་ང་ཕ་གི་ཅིག་བྱེད་དགོས་འདུག་གཉིས་བྱེད་དགོས་འདུག་ད་འདི་འདྲའི་མང་པོ་ཅིག་དཀའ་ངལ་ཐུག་ས་དང་དང་པོ་ཁོ་རང་ཆ་ཤས་དགོས་རེ་འགན་འདི་ང་རང་ཚོར་ཆ་ཤས་འདི་བཟོ་མཁན་ང་རང་ཚོ་ཆ་ཤས་འདི་ང་ཚོར་དགོས་ཡ་མ་འདི་མི་ཞིག་ན་ཅིག་བླུག་ཡོད་ཀྱི་རེད་ཡ་མ་རང་ང་རང་ཚོ་ཡ་དྲན་པ་ཡིན་ན་ཡ་ཅིག་བསམ་བློ་དེ་འཇིག་རྟེན་གྱི་བསམ་བློ་དང་ལ་དཔའ་བས་སླེབས་ཀྱི་ཡོད་རེད་མ་གཏོགས་དངོས་སུ་དོན་དག་དངོས་སུ་དེ་ལེགས་ཀྱི་ཡོད་མ་རྒྱུ་མཚན་གྱིས་ད་གང་ལྟར་ཡིན་ཐུག་ས་དེ་སོ་སོ་སེམས་གང་ལ་ཐུག་བསྡད་ཀྱི་ཡོད་རེད་སོ་སོ་སེམས་དེ་ངོ་དཔེར་ན་དེ་དཔེར་ན་དེ་གསུང་གི་རེད་ཨ་སོ་སོ་སེམས་དེ་ངོ་ཞེན་པ་ཡིན་ན་སོ་སོ་སེམས་ཀྱི་གནས་སྟངས་ག་རེ་ཡིན་པ་དེ་ངོ་ཞེན་པ་ཡིན་ན་དེ་སངས་རྒྱས་གསུང་ཡ་དེ་རང་རེད་དེ་ག་ནང་བཞིན་སངས་རྒྱུ་དོན་དེ་གི་གསུང་ཡ་བཀའ་ཆོས་ཉམས་ལེན་བྱེད་སྲོལ་དེ་ག་ལ་ད་དེ་རང་གསུང་གི་ཡོད་རེད་སོ་སོ་སེམས་དེ་ངོས་ལེན་བྱེད་དགོས་པ་རེད་ད་ནང་ང་ཚོ་གི་བསམ་བློ་ཡ་ག་འདུག་ཚང་མ་བསམ་བློ་ཚང་མ་ཅིག་བཟོས་ཀྱོ་ཀྱང་ཀྱང་མ་གཏོགས་དངོས་སུ་བསམ་བློ་བཏང་ཐུག་གི་ཡོད་མ་རེད། གང་ཚེ་དངོས་སུ་རང་བསམ་བློ་ཐོངས་ཐུབ་པ་ཡིན་ན་ང་ཚོས་སྡུག་བསྔལ་བཟོད་པར་རང་བཞིན་གྱིས་མི་གཞན་དག་གཅིག་གིས་སྡུག་བསྔལ་མེད་པ་བཟོ་དགོས་པའི་ཁར་རང་བཞིན་གྱིས་མེད་པ་ཆགས་འགྲོ་གི་ཡོད། དཔེར་ན་ཆ་བཞག་པར་འགྲོ་བ་ཡིན་ན་ང་ཚོ་ཚང་མ་གིས་ཡང་གཅིག་ཁོ་གཅིག་ང་ཚོས་ངས་ད་བྱེད་ཀྱི་ཡོད་ཁོས་བྱེད་ཀྱི་མི་འདུག་གཅིག་བྱེད་ཀྱི་མི་འདུག་འདིར་ཡང་ལབ་བསྡད་ཀྱི་འདུག་མི་ཚང་མ་མ་མཐའ་ང་ཚང་མ་ཉམས་རྒྱུ་འདིར་ལབ་བསྡད་ཀྱི་ཡོད་རེད་བ་ད་ང་ཚོ་ངས་ངས་ད་ཐུགས་བསམ་བཞེས་ངས་དཔེ་ཞིག་ཞུས་པ་ཡིན་ན། ང་ཚོ་ལས་རྒྱུ་འབྲས་ཁས་ལེན་མཁན་གྱི་མི་ཅི་རེད་བ། རེད་བ། ང་ཚོ་ང་རང་ཚོ་གིས་ལས་ང་རང་ཚོ་ས་གས་ས་གས་འདིར་ལབ་ཀྱི་ལས་རྒྱུ་འབྲས་ཁས་ལེན་མཁན་གྱི་ཆོས་ལུགས་ཞུགས་ཀྱི་ཡིད་ཆེས་བྱེད་མཁན་གྱི་རེད་བ། གང་ཚེ་ལས་རྒྱུ་འབྲས་ལ་ཡིད་ཆེས་བྱེད་མཁན་གྱི་མི་ཅིག་ཡིན་པ་ཡིན་ན། མི་གཞན་དག་གཅིག་གིས་ངས་བྱེད་འོང་བ་སོགས་ང་ལ་དཀའ་ཁག་ཡོང་གི་ག་རེ་ལབ་སྲིད་ཀྱི་རེད། གང་ཡིན་ཟེར་ན། ངེད་ཀྱི་འཚོ་བ་འབྱུང་ཡ་རེད་ཅིག་སོ་སོ་ལ་སེམས་གང་བྱུང་བ་དེ་ཚང་མ་ང་རང་གི་ལས་ཀྱི་རྐྱེན་གྱིས་བྱུང་གི་ཡོད་རེད་བ། ངེད་ཀྱི་གཉིད་མ་ལེགས་ཀ་ག་རེ་མོ་ག་རེ་ཡག་ག་བྱས་ཡོད་ན་ཡ་ད་ལྟ་དེང་སང་ཡག་ག་རེ་བྱུང་ཡོད་དང་སྡུག་ག་བྱས་ཡོད་ན་དེ་ད་ལྟ་སྡུག་ག་བྱུང་ཡོད་དེ་ཚང་མ་ང་རང་གི་སྐྱེ་བ་སྔེ་མ་ཞུགས་ག་རེ་སྔེ་མ་གི་ལས་ཀྱི་རྒྱུ་འབྲས་བུ་དེ་ད་ལྟ་ང་གི་ཚོར་གི་ཡོད་རེད་མ་གཏོགས་མི་གཞན་དག་དེ་གི་ཆེད་ང་དེ་བྱེད་ཀྱི་ཡོད་མ་དེ་ཡིན་ན། གང་ཟེ་ལས་རྒྱུ་འབྲས་ཆ་ཚང་བརྒྱ་ཆ་བརྒྱ་ཐང་པོ་ཡིད་ཆེས་བྱེད་ངེས་མི་གཅིག་ཡིན་ན་མི་གཞན་དག་ཅིག་ཡིན་ན་རེད་ཚོགས་པ་གཞན་དག་ཅིག་ཡིན་ན་རེད་མི་རིགས་གཞན་དག་ཡིན་ན་སུ་རེད་ཅིག་ལ་ཨོ་ཁོ་ཚོས་བྱེད་མ་སོ་དེ་ང་ཚོ་གང་ག་དེ་ལབ་ལབ་ས་ཁོ་ར་མི་འདུག་བ་གང་ཡིན་ཞུས་པ་ཡིན་ན་ལས་རྒྱུ་འབྲས་ང་རང་གི་ལས་རེད་བ། མི་གཞན་དག་གི་ལས་ཀྱིས་ཁྱེད་རྣམ་པར་ལས་སྤྲད་ཐུག་གི་མ་རེད་བ། ཁྱེད་རྣམས་མི་གཞན་དག་གི། ལས་ཀ་ཞིག་ཡག་ལས་ཀ་ཡག་ག་ཡང་སྡུག་ག་ཡང་འདི་ང་ཚོའི་ལས་དེ་ང་ཚོར་སྤྲད་ཐུག་གི་མ་རེད་བ། དེ་གང་ནང་བཞིན་ང་ངའི་ལས་ཀ། ལས། ལས། ལས་ཀ་ཞིག་ལས་དེ་ཡག་ག་ཡང་ན་སྡུག་ག་ཡང་འདི་མི་གཞན་དག་སྤྲད་ཐུག་འདི་ཡིན་ཙང། སོ་སོ་སོ་སོ་གི་ལས་དེ་སོ་སོ་གི། བར་རུང་དགོས་ཀྱི་ཡོད་མ་གཏོགས་དཔེར་ན་འདིས་ནམ་རྒྱུན་འདི་གསུང་གི་ཡོད་རེད། ད་ལྷ་ཡུལ་འགྲོ་ཟེར་ཡ་གྱི་དང་ལྷ་ཡུལ་ལྷ་ཡུལ་འགྲོ་ཡ་ས་དང་དམྱལ་བ་ལ་འགྲོ་ས། འདིས་ལྷ་ཡུལ་ལ་འགྲོ་དང་དམྱལ་བ་ལ་འགྲོ་དེ་སོ་སོ་སོ་སོ་གི་ལག་པ་ལ་ཡོད་རེད་མ་གཏོགས། གཅིག་གིས་སངས་རྒྱས་བཅོམ་ལྡན་འདས་ཡིན་པ་ཡིན་ན་ད་སངས་རྒྱས་བཅོམ་ལྡན་འདས་ཅན་རེད་ཟེར་ལྕེབས་ད་ལྷ་མོ་ཆོས་སྐྱོང་སྲུང་མ་ག་རེ་མོ་ག་ཡིན་ན་ཡང། ཁྱེད་རྣམ་པ་ཡང། གཅིག། ལྷ་ཡུལ་ཡིན་ན་རེད་ག་བ་འདི་ཚོ་བདེ་བ་ཅན་ཡིན་ན་རེད་ག་འདི་ཚོ་ཏང་ཡལ་གྱི་ནུས་པ་དེ་སོ་སོ་གི་ལག་པ་ལ་ཡོད་རེད་མ་གཏོགས། ཅིག་ཁོ་ན་ཡིན་ནས་ཁོ་རྣམས་པ་གི་རྒྱུ་མཚན་ཁོ་རྣམས་པ་གི་ལམ་ཀ་ལ་བརྟེན་ནས་ཁོ་རྣམས་པ་གི་ཅིག་བྱམས་སྐྱོང་དང་ལམ་ཀ་ལ་བརྟེན་ནས་ཨ་འདི་ལ་དད་པ་བཞག་འདི་ལ་ཡིད་ཆེས་བྱས་འདི་གི་གནས་ལུགས་མཐོང་ནས་དེ་ནས་འདི་གི་ལས་འདི་གི་སྟེ་ང་ཚོ་ཡང་ལྷ་ཡུལ་དང་དམྱལ་བ་དང་འདི་ཚོ་ལས་ལས་ཡག་ཏུ་སྤར་བའི་སྟེ་ང་ཚོ་ལྷ་ཡུལ་དང་དམྱལ་བ་འདི་ཚོ་གས་ཤེས་གས་ར་མ་གཏོགས་གཞན་ནམ་དང་སོ་སོའི་ག་རེ་བྱེད་ཉིད་འཕྲོ་ན་བྱེད་དེ་ཐ་མ་དེ་ལ་ཨ་ལ་ལྷ་ལྷ་ལྷ་མ་ཙ་ལ་འགྲོ་ནས་ད་ང་ཅིག་ལྷ་ཡུལ་ལ་བཏང་རོགས་ཅིག་བདེ་བ་ཅིག་བཏང་རོགས་ཅིག་ལ་ཏྲི་ཀ་སི་ཏོག་ཅིག་བྱེད་ནས་འདི་རེ་བྱེད་ནས་ཡོང་གི་ཡོད་མ་རེད་ད་དེ་ཁྱེད་རྣམས་པ་ཁས་མ་འདང་གོ་གི་རེད་འདི་བྱེད་གཉིས་པ་དེ་ད་ང་ཚོ་གི་ད་ང་ཁ་ཤུ་རེད་ནམ་རྒྱུན་དུ་ནས་ཅིག་གི་བསམ་བློ་ཁེ་གདངས་རེད། ནམ་རྒྱུན་དུ་ནས་གཅིག་གིས། ང་ཚོས་ཀྱི་བསམ་བློ་ག་རེ་བཏང་བ་ཡིན་ན་ཡང་སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་དབང་དེ་ཚོ་དེ་ཚོ་གསུམ་ལ་དཀོན་མཆོག་གསུམ་ལ་ཡང་ད་ག་ཞིག་ཏུ་བརྩིས་ནས་དཀོན་མཆོག་གསུམ་ལ་བརྩིས་ནས་དཀོན་མཆོག་གསུམ་ལ་དད་པ་བྱེད་དཀོན་མཆོག་གསུམ་གྱི་བསམ་བློ་གཞི་ལ་བཞག་ནས་ཨ་ནི་ཕྱག་ལས་ག་རེ་གནང་བ་ཡིན་ན་ལས་ཀ་ག་རེ་བྱས་བ་ཡིན་ན་ཡང་ད་འདི་ནང་པའི་བསམ་བློ་ཆགས་ཀྱི་ཡོད་རེད་ནང་པ་ནང་པ་གི་བསམ་བློ་དང་མཐུན་པ་ཆགས་ཀྱི་ཡོད་རེད་ད་དེ་ཚོའི་བསམ་བློ་མ་བཏང་ནས་ག་ཅུང་མ་ཅུང་བྱས་བ་འདི་ནང་པོ་ན་སྤུ་གུ་སྐྱེས་པ་དང་རང་བཞིན་གྱི་ནང་ངས་ཕ་མ་གཉིས་ཀ་ནང་པ་ཡིན་ན་ཨ་ནི་སྤུ་གུ་དེ་ནང་པ་རེད་ལབ་ཡ་ཡོད་མ་རེད་དཱ། ནང་པ་ཆགས་དགོས་ཀྱི་ནང་པ་ཁོ་སྐྱབས་འགྲོ་སྟོན་པ་ཞུས་ནས་ཨ་རི་ནང་པ་ཆགས་ཀྱི་ཡོད་པ་མ་གཏོགས་ད་གཟིགས་ཀྱི་ངའི་ཕ་མ་ཡུམ་ནང་པ་ཡིན་པའི་རྒྱུ་མཚན་གྱིས་ང་སྤུ་གུ་ནང་པ་སྐྱེས་ཀྱི་ཡོད་མ་རེད་ཁྱེད་ནང་པ་མཁས་མ་གནང་བར་ད་ལྟ་རང་ཉིད་གནས་སྟངས་མཐུག་ས་དེས་སེམས་ལ་རག་ལས་ཀྱི་ཡོད་རེད་སེམས་ལ་རག་བསྡད་པ་བྱས་བ་ལ་ད་ནི་ཐབས་ཤེས་ག་ཚིག་ངས་དང་པོ་ནས་ཞུ་བ་ནས་ད་ཐབས་ཤེས་དེ་ལ་ང་ཚོས་ནམ་རྒྱུན་ཁ་འདོན་འདོན་ཡ། ཕྱག་ཆུམ་པོ་བྱེད་ཡ། སྐོར་ར་རྒྱབ་ཡ། སྨོན་ལམ་འདོན་ཡ། སྒྲོལ་མ་འདོན་ཡ། གུ་རུ་འབུམ་ཚོགས་འདོན་ཡ། ག་ཞིག་རེད་མ་ཎི་བགྲང་ཡ། རྗེ་བཙུན་སྒྲོལ་མའི་བསྟོད་པ་འདོན་ཡ། རྗེ་བཙུན་སྒྲོལ་མའི་སྔགས་བགྲང་ཡ་འདི་ཚང་མ་དེ་ང་ཚོ་གི་ཐབས་ཤེས་རེད་ད་འདི་ཚང་མ་ཐབས་ཤེས་རེད་ཐབས་ཤེས་ག་རེ་ཐབས་ཤེས་རེད་ན་སོ་སོ་གི་བསམ་བློ་གཙང་མ་བཟོས་སོ་སོ་གི་བསམ་བློ་དེ།

དབང་ཞུས་ཙམ་གྱིས་དེ་ནི་ཡག་པོ་ཆགས་འདི་འདྲའི་གསུང་གི་ཡོད་མ་རེད་ད་དབང་ཞུས་ཡས་དེ་དཔེར་ན་ཁྱེད་རྣམ་པ་ལ་འདི་ལྡེ་མིག་སྤྲད་པ་འདྲ་བོ་རེད་ད་ལྡེ་མིག་སྤྲད་ནས་ད་ལྡེ་མིག་དེ་བོད་ཆོས་ག་རེ་གཏང་གི་ཡོད་གང་བྱེད་ཀྱི་ཡོད་འདི་སོ་སོ་ལ་རག་ལས་ཀྱི་ཡོད་རེད་མ་གཏོགས་འདི་བླ་མ་གྱི་དབང་འདོན་པ་ཙམ་གྱིས་ཨ་ནི་ཡང་ཡག་པོ་ཆགས་ཀྱི་ཅི་ཞིག་མ་འདི་འདི་ཡང་གསུང་དེ་ཡང་གསུང་གི་ཡོད་མ་རེད་གང་ལྟར་དེ་དེ་ཚོ་རང་ཁྱེད་རྣམ་པ་ཐུགས་ལ་བཞག་དགོས་གི་གནད་འགག་ཆེན་པོ་རེད་གང་ཡིན་ཞུས་པ་ཡིན་ན། གང་ཟེ་དོན་དག་གཏན་ཟེ་གྱི་མཁྱེན་པ་ཡིན་ན་ཁྱེད་རྣམ་པ་གིས་ཨ་ནི་ངས་དྲན་པ་ཡིན་ན་དེ་ནི་གཅིག་གི་སོ་སོ་རང་ལ་ད་ཕན་ཡ་ཡིན་པས་ཡིན་པས་ཨ་ནི་སོ་སོ་གྱི་གཡས་གཡོན་ནང་མི་དང་སོ་སོ་གྱི་དམིགས་ས་མ་འོངས་པ་ལ་གཞོན་སྐྱེས་སྤུ་གུ་དམ་པ་རྣམ་པ་ལ་ཡང་ཨ་ནི་ཕན་ཐོགས་ཀྱི་རེད་ཞུ་ག་ཚོད་ན་ད་ཤུགས་ཆེན་པོ་ཆགས་རོགས།

ཕྱག་ཆེན་པོ་བྱས་ཐོག་སོ་སོ་ནང་ལ་ཡོད་པའི་ཆོས་གཞུང་དང་འདི་ཚོ་ལ་ཕྱག་ཆེན་པོ་བྱས་དོན་ཡག་པོ་གནང་བ་ཡིན་ན་སྤུ་གོ་རང་བཞིན་གྱི་དེ་ཆགས་འགྲོ་གི་རེད་ལགས། སོ་སོ་གིས་མ་གནང་བ་བྱས་ཏེ་ཅིག་ཕྱི་ལོག་མི་ཅིག་གིས་ཚོགས་པ་འདྲ་བོ་ཅིག་དང་བླ་མ་འདྲ་བོ་ཅིག་གིས་ཨ་ནི་ཤུགས་བརྒྱབ་ནས་ཁྱེད་རང་རྣམ་པ་སྤུ་གོ་ཡག་པོ་ཆགས་ཀྱི་རེད་དྲན་ན་དེ་ཡང་དེ་འདྲ་རང་འགྲིག་གི་མ་རེད་ཁྱེད་རྣམ་སོ་སོ་སོ་སོ་ཡག་པོ་གནང་བ་ཡིན་ན་དེ་རང་བཞིན་གྱི་སྤུ་གོ་ཚུགས་པ་ལམ་ཀ་དེ་རང་ག་དེ་སྤུ་གོ་ཚང་མ་སོ་སོ་ཕ་མ་གི་ལམ་ཀར་འགྲོ་གི་ལགས་རང་བཞིན་གྱི་འགྲོ་གི་ཡོད་རེད་མ་གཏོགས་གཞན་ཞེའུ་ཞུ་ཕྱི་ལོག་ནས་ཞེའུ་ཞུ་ད་བྱེད་ཐུབ་ཡ་ཡོད་མ་རེད་ད་དེ་ཡང་ངས་ད་ག་ཆོས་ཉིད་གྲོགས་ཚོ་གང་འདྲ་ཡ་ནི་ད་ཀུན་སློང་དེ་ཡང་ད་བསམ་བློ་དེ་ཡང་ད་སེམས་ཅན་ཐམས་ཅད་ཀྱི་དོན་དག་ཡིན་ན་དེ་རེད་ད་ག་དུས་ནས་ང་ཚོ་ཆོས་བོད་ཀྱི་ད་ནང་པའི་ཆོས་ཕྱོགས་ད་ག་རེ་བྱས་བ་ཡིན་ན་ཡང་ཨ་ནི་སེམས་ཅན་ཐམས་ཅད་ལ་ད་པའི་མི་ཚེ་འདི་འགའ་བྱུང་བ་རེད་ད། འདི་ང་རང་དོན་དང་ང་རང་སངས་རྒྱས་ཡང་དོན་དག་ལ་ང་རང་ཡག་པོ་ཡོང་ཡང་དོན་དག་ང་རང་སྐྱིད་པོ་འདི་སྐྱིད་པོ་ང་རང་དང་ང་རང་ནང་མི་དང་ང་རང་མི་རིགས་འདི་རིགས་གཅིག་པོ་སོང་ན་འགྲིག་གི་ཡོད་མ་རེད། ང་ཚོ་མི་ས། ད་ཐེག་པ་ཆེ་ཆུང་གཉིས་ཡོད་རེད་ཐེག་པ་ཆེ་ཆུང་ནང་ནས་ཐེག་པ་ང་ཚོ་བོད་ཀྱི་ཉམས་ལེན་ནང་ཡོད་རེད་ཐེག་པ་ཆེ་རེད་ཐེག་པ་ཆེན་པོ་ནང་ནས་ང་ཚོ་ས་ང་ཉམས་ལེན་ནང་ས་ང་ཉམས་ལེན་ནང་གི་ནང་གི་ཚོ་གི་ཨ་ནི་སོ་སོ་གཅིག་པོ་གི་དོན་དག་ལ་ཆོས་བྱ་ཡག་ཅིག་ཡོད་ག་རེ་ཡོད་མ་རེད། ཆོས་ག་ནས་ཐབས་ཤེས་ག་རེ་གནང་བ་ན་སོ་སོ་གཅིག་པོ་ལ་བྱ་ཡག་གི་ཅིག་ཡོད་ག་རེ་ཡོད་མ་རེད།

བསམ་བློ་བཏང་ནས་ལས་ཀ་གནང་དགོས་གལ། དེ་སེམས་ཅན་ཐམས་ཅད་ལ་ན་ད་མི་ཀ་ར་མི་ཁོ་ར་ཨ་ནི་འབུམ་འབུམ་ག་ཚོད་ཡོད་ར་དེ་གི་མོག་ད་སེམས་ཅན་ཚང་མ་བརྩེ་ན་ད་བདག་གྲང་བར་བརྩེ་ཡ་གོ་ར་ཡོད་མ་རེད་དེ་འདྲའི་སེམས་ཅན་ཚང་མ་གི་དོན་དག་ལ་ཨ་ནི་ཡིད་ཆེས་བྱེད་བློ་ཁོག་བྱེད་ཨ་ནི་གནང་ནས་ཨ་ནི་ཉམས་ལེན་གནང་དགོས་གལ་ར་མ་གཏོགས་ང་གཅིག་པོ་དོན་དག་ངའི་ནང་མི་གཅིག་པོ་དོན་དག་གསུང་ནས་ཨ་ནི་ཆོས་ཉམས་ལེན་གནང་དམིགས་ས་གསང་སྔགས་ཉམས་ལེན་གནང་གནང་ཡ་གོ་ར་ཡོད་མ་རེད་ཐེག་པ་ཆེན་པོ་དང་གསང་སྔགས་གཉིས་ཀ་ལ་དེ་འདྲ་གནང་ཡ་གོ་ར་ཡོད་མ་རེད་དེ་ཡིན་ཙང་འདི་ག་ཚོད་ཐུགས་ལ་བཞག་གོ་ནོར་ན་ཞུ་ཡ་ཡིན། ག་ཚིག་ང་ཚོའི།